རྒྱལ་བའི་ལུང་འདི་ཉིད་མ་བསྟུན་ཏེ་ངེས་དོན་བཅུ་ཕྲག་ཕྱེད་དྲུག་པ་མགོན་པོ་པ་ཡི་ས་སང་ཡོངས་གྲགས་སྟོང་པ་ཉིད་པ་དེ་ལ་འདུད། སྐུ་གསུང་རྒྱལ་བ་མ་ལས་འདུས་པོས་ཀྱང་ཚད་མེད་ཐུགས་རྗེ་རྒྱུན་ཆེན་ཕྲིན་ལས་ཀྱིས་གངས་ཅན་མགོན་པོ་མཚུངས་མེད་ཀརྨ་པ་ཡིན་པར་གསུངས་པ་རྣམས་ལ་གསོལ་བ་འདེབས། ཕུན་ཚོགས་བཀྲ་ཤིས་རྒྱ་མཚོ་ལས་འཁྲུངས་ཤིང་སོག་ལེ་རྣམ་པར་སྦྱར་བའི་རྟ་གདོང་ཅན་ཀློང་དུ་ཆོས་རྗེ་ཚར་ཟན་རྒྱལ་པོས་པ་བཀའ་གསང་སྙིང་ཚེ་དབང་པོ་དེ་ལ་འདུད། སྐྱབས་ཀུན་འདུས་རྒྱལ་མཚུངས་མེད་ས་བཅུའི་མགོན་དྲུང་པའི་གདུང་སྲས་བླ་མ་རྡོ་རྗེ།

ཐམས་ཅད་སྐད་དོད་བདག་གིས་རྒྱུད་བསྟན་ཏོ། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བསྟན་ཏེ་བླ་ན་མེད་པ་ཡང་དག་པར་རྫོགས་པོ་སངས་རྒྱས་ཟུང་འཇུག་རྡོ་རྗེ་འཆང་ཆེན་པོའི་དགོངས་པ་སྙིང་བསྡུས་ཀྱི་ཚེ་ཐུང་གཅིག་ལ་ཐོབ་པར་ས་དེའི་གསེར་དུ་དམ་པའི་ཆོས་གང་ཞིག་བསྲིངས་ནས་དོན་རྣམས་སུ་བླང་བར་བགྱིའོ་སྙམ་པའི་བསམ་པ་བཟང་སྙོམས་འབྱོར་དུ་ཐུགས་བསྐྱེད་པ་དང་ཆོས་ཉིད་པའི་གནས་ཡོར་གང་ཟག་ཐམས་ཅད་ཀྱང་ཕུན་སུམ་ཚོགས་པ་ལྔ་ཡི་རང་བཞིན་དུ་སར་དབབ་པ་སོགས་སྔགས་ཀྱི་ཐུན་མོང་མ་ཡིན་པའི་ཀུན་སློང་རྣམས་ཀྱང་སར་བཏབ་སྟེ་བསྲིངས་ཚར་དེ་ལ་གང་བསྲིངས་པར་ཟ་བའི་ཆུ་ནི།

གཉིས་པ་ལ། སྟོང་དུ་སོང་ཚོར་བསྟན་པའི་རྣམ་གཞག་ཁྱད་པར་ཅན་གྱི་སྤྱི་སྟོང་ཞེས་པ་རྣམ་པ་གསུམ་ཡོད་པ་ལས་གསུམ་པ་ཁྱད་པར་ཅན་གྱི་སྤྱི་སྟོང་ཞེས་པའི་སྐབས་དེ་རེད་དེ་ལ་རྒྱུ་རྒྱུད་བསྟན་གྱི་གང་ཟག་ཐབས་རྒྱུད་ལའང་ཅི་རུང་པ་འབྲས་བུ་རྒྱུད་ཉམས་ལེན་གྱི་འབྲས་བུ་ཞེས་པ་རྣམ་པ་གསུམ་ཡོད་པ་ལས་གཉིས་པ་ཐབས་རྒྱུད་ལའང་ཅི་རུང་པ་ཞེས་པའི་སྐབས་དེ་རེད་དེ་ལ། ཐུན་མོང་བའི་ལང་རོང་ཞེས་པ་དང་རྡོར་གྱི་ཐེག་པའི་ལང་རོང་ཞེས་པ་རྣམ་པ་གཉིས་ཡོད་པ་ལས་གཉིས་པ་རྡོར་གྱི་ཐེག་པའི་ལང་རོང་ཞེས་པའི་སྐབས་དེ་རེད་དེ་ལ།

སྐྱིད་རོམ་གྱི་རྣམ་གཞག་ཞེས་པ་དང་རྫོགས་རོམ་གྱི་རྣམ་གཞག་ཞེས་པ། ལངས་ལ་བོགས་དབྱུང་བའི་སྤྱོད་པ་ཞེས་པ་རྣམ་པ་གསུམ་ཡོད་པ་ལས་དང་པོ། དང་པོ་ལ་སྐྱིད་རོམ་སྐྱེ་ཡི་མཁྱེན་ཡིན་ཞེས་པ་དང་ལྷག་སྒྲུབ་ཐབས་ཞེས་པ་རྣམ་པ་གཉིས་ཡོད་པ་ལས་གཉིས་པ་ལྷག་སྒྲུབ་པའི་ཐབས་ཞེས་པའི་སྐབས་དེར། དེ་ལ་གང་གིས་སྒྲུབ་པ་གང་ཟག་གང་དུ་སྒྲུབ་པའི་གནས་སྐྱེ་ལྟར་སྒྲུབ་པའི་ཐབས་ཏེ་རྣམ་པ་གསུམ་ཡོད་པ་ལས་གསུམ་པ་སྐྱེ་ལྟར་སྒྲུབ་པའི་ཐབས་ཞེས་པའི་སྐབས་དེར།

དེ་ནས་དེ་ནི་གཙོ་འཁོར་ལྟ་སོགས་ཐམས་ཅད་སྤྱི་ཚོར་མི་འདྲ་བ་དག་རྒྱུད་སོ་སོར་འོང་གི་སྐབས་ནས་བཟུང་འོང་གི་དེ་ནི་དག། གཙོ་འཁོར་སྤྱི་ཚོར་མི་འདྲ་བ་དག་ཅེས་རྒྱུ་རྡོ་རྗེ་འཛིན་པ་འབྲས་བུ་རྡོ་རྗེ་འཛིན་པ་ལ་སོགས་པ་དུ་སོགས་ཐམས་ཅད་དང་ནི་དེ་ནས་དེ་ན་ཡེ་ཤེས་འགུལ་གྱི་ཞི་བ། ཞི་བ་ལེགས་པོར་ཡོད་པ་དང་མེད་པ་དེ་ནི་དང། འཁོར་སྤྱི་ཚོར་ལ་སོགས་པ་དུ་སོགས་ཐམས་ཅད་དེ་ག་དང་གོང་དུ་དག་རྒྱུད་སོ་སོར་གྱི་དེ་ནི་མི་འདྲ་བ་གྱི་སྐོར་དེ་ཧ་ལམ་འདྲ་ཅིག་དེ་ནི་སེམས་ནི་དག་ཞེས་འདུ་བ་དེར། དེ་ནི་རྫོགས་ཟེར་གྱི་ཡན་ལག་བཤད་པའི་སྐབས་དེ་རེད་ད་རྫོགས་ཟེར་གྱི་ཡན་ལག་བཤད་པ་དེ་ལ། དེ་ནི་ཡེ་ཤེས་པ་སྤྱན་དྲངས་ཤིང་སྤྱུགས་པ་དང་ནི་དེ་ནི་དབང་བསྐུར་བ་དང་མཆོད་པ་དང་བསྟོད་པ། དེ་ནི་ཡང་ན་ཡེ་ཤེས་པ་སྤྱན་དྲངས་བ་དང་དབང་བསྐུར་བ་དང་བདུད་རྩི་མྱང་བ་དང་ནི་དེ་ནི་མཆོད་བསྟོད་ཟེར་བ་ཟེར་ནས་ནི་ད་དེ་འདྲ་ཟེར་ནས་གསུངས་འདུག་ད་དེའི་ནང་དེ་ནི་ད་ཁ་ཚང་གོང་དུ་དེ་ནི་ཡེ་ཤེས་པ་སྤྱན་དྲངས་བ་དང་དབང་བསྐུར་བ་གི་རྣམ་བཞག་དེ་དེ་ནི་གོང་དུ་ཞུས་ཡོད་རེད།

མེ་ཡི་དྭངས་དབྱེར་མེད་དུ་བསྲེ། དེ་ནས་དབང་ལྷ་སྤྱན་དྲངས། དབང་ལྷ་སྤྱན་དྲངས་ཏེ་ནི་དེ་ནས་དབང་ལྷའི་དབང་བསྐུར། དེ་སོགས་ཐམས་ཅད་དེ་བཞེས་ལ། དེ་ནས་དབང་བསྐུར་གྱི་དགོས་པ་དང་བཅས་པ་ཁ་ཚང་གོང་དུ་སོགས་འདུ་བ། ད་དེ་ནས་དབང་བསྐུར་ཚར་དུས་རྒྱས་འདེབས་རེ་ད། དབང་བསྐུར་ཚར་དུས་རྒྱས་འདེབས་རྫོགས་རྗེས་དེ་ད་ག་འདྲ་ཅིག་ཡིན་དགོས་རུ་ཟེར་ན་ད། དབང་བསྐུར་དེ་ནི་སྤྱིར་བཏང་ནི་དེ་ནི། བསྡུ་བཙུགས་ཀྱི་ཆོ་ག་སྤྱི་བོ་ནས་མ་དོར་བར་སོགས་དེ་ནི་ད་བཟང་ཕྱོགས་སེམས་ཀྱི་ཆོས་འབྱུང་གི་དབང་བསྐུར།

ལྷ་ཐམས་ཅད་འབྲང་ཁ་ཅིག་ར་ཅིག་བཏང་ནས་ན། དེ་ནས་རིགས་ལྔ་ཟེར་ཅིང་གཡོར་བ་དང། དེ་བཞིན་གཤེགས་པའི་རིགས་རྡོ་རྗེའི་རིགས་རིན་པོ་ཆེའི་རིགས་པད་མའི་རིགས་ལས་ཀྱི་རིགས་ཟེར་ཏེ་ན་དེ་ནས་རིགས་ལྔ་དེ་གི་སྟེང་ན་རིགས་དྲུག་པ་རྡོ་རྗེ་འཆང་ཟེར་ཏེ་ན་དག་ལྷ་གང་དང་གང་ཡིན་ན་ཡང་རིགས་དྲུག་གང་རུང་ཅིག་ལས་མ་འདའ་བ་དེ་འདྲ་ཡིན་དགོས་པར། དེ་འདྲ་རིགས་དྲུག་གི་ནང་ནས་དེ་ནས་དྲུག་པ་དེ་ལ་རྡོ་རྗེ་འཆང་རིགས་དྲུག་གི་བདག་པོ་དྲུག་པ་དེ་ལ་རྡོ་རྗེ་འཆང་དང་དེ་ནས་གཞན་པ་དེ་གསུམ་དེ་ལ་རིགས་ལྔ་ཟེར་གཡོར་བ་དང་རིགས་ཀྱི་བདག་པོ། དེ་ཡིན་དུས་བདག་དེ་སོག་གི་ལྷ་དབང་སོ་སོག་གི་རིགས་ག་རེ་ཡིན་པ་དེ་མཚུངས་པར་ཟས་དཔེ་གི་དེ་ནི་རིགས་ཀྱི་བདག་པོ་སྐྱེ་བོ་ལ་དུ་རོགས་ཟེར་ན་ཡོད་གི་ཡོད་རེད་ད། དག་པའི་ནང་གི་གི་རིགས་དྲུག་པ་ཅིག་ཡིན་གི་འོ་ན་རིགས་དྲུག་པ་དེ་ཁོ་རང་རིགས་དྲུག་པ་ཡིན་པ་མཚུངས་པར་ཟས་པ་ལ་སྐྱེ་བོ་ལ་དེ་ནི་རྡོ་རྗེ་འཆང་གི་དེ་ནི་སྦྱིན་ཡོད་པ་ངོ་ད་དེ་འདྲ་ཅིག་ཟེར་གི་ཡོད་རེད་འདི་ལ་རྒྱས་འདེབས་ཟེར་གྱི་དེ་དེ་ལ་སོག་རེད་ད་འདི་རྒྱས་འདེབས་དེ་ཞེས་གི་ཡོད་རེད་ད་དབང་བསྐུར་དེ་ནི་དེ་ནི་རྒྱས་འདེབས་གོ་གི་ཡོད་རེད་རྒྱས་འདེབས་ལ་གནང་རྒྱ་མང་དུ་ཡོད་བ་ལས་ཟེར་རེད་ད་རྒྱས་འདེབས་དེ་ལ་རིགས་མི་འདྲ་བ་ཧ་ཅང་མང་པོ་ཡོད་ཟེར། ཡོད་གསུངས་ཡོད། དེའི་དོན་ནང་ནས་ངོ་བོ་ཉིད་ལ་ངོ་བོ་ཉིད་ཀྱི་རྒྱ་ནི་ཞེ་སྡང་དག་པ་ལྷའང་རྣམ་ཤེས་ཀྱི་ངོ་བོ་ཉིད་ལ་མི་སྤྱོད་པར་སེམས་ཀྱི་ངོ་བོ་ཉིད་ཀྱི་རྒྱས་གདབ་པ་ལྟ་བུའོ་གསུངས་པ་ལྟར། འདི་སྟོང་དང་ལྡོག་ལྡོག་དེ་ག་རེ་བཤད་གི་ཡོད་རེད་ཟེར་ན་ངོ་བོ་ཉིད་ལ་ངོ་བོ་ཉིད་ཀྱི་རྒྱ་ཟེར་གྱི་དེ་ལྷ་རང་རང་རིགས་ག་རེ་ཡིན་གང་བ་ན་རིགས་དེ་གི་བདག་པོ་དེ་གི་དེ་ནི་དབུ་རྒྱན་ཡར་གྱི་དེ་ལ་དེ་ནི་ངོ་བོ་ཉིད་ལ་ངོ་བོ་ཉིད་ཀྱི་རྒྱ་ཟེར། དེ་ལྟར་ན་བོད་ནང་གི་གི་དོ་སོང་དུ་བ་ཞེ་སྡང་དག་པོ་ལྷག་རྣམ་ཤེས་ཀྱི་ངོ་བོ་ཉིད་ལ་མི་སྤྱོད་པ་སེམས་ཀྱི་ངོ་བོ་རྒྱས་བཏབ་པ་ཟེར་ན་ད། སྦྱིན་བསགས་ཀྱི་དབང་དུ་ཟད་པ་ཡིན་ན། ཞེ་སྡང་རྣམ་པར་དག་པོ་གི་ངོ་བོ་ཉིད་དེ་འདྲ་ཡིན་དགོས་རེད་ད། སྦྱིན་བསགས་ཉོན་མོངས་ཀྱི་དབང་དུ་ཟད་པ་ཡིན་ན། ཕུང་པོ་ལྔ་གི་ནང་ནི་བསམ་བློ་དང་ཁ་ཁྱེར་བ་ཕུང་པོ་ལྔ་གི་ནང་ནི་རྣམ་པར་ཤེས་པའི་གི་ཕུང་པོ་དེ་ཡིན་དགོས་རེད། དེ་རྣམ་པར་དག་པ་འབྲས་བུ་གི་དབང་དུ་ཟད་པ་ཡིན་ན་མི་སྤྱོད་པ་ཡིན་དགོས་རེད་ད། རྣམ་ཤེས་རྣམ་པར་དག་པ་མི་སྤྱོད་པ་ཟེར་གྱི་ཡོད་རེད་ད། དེ་ཡིན་དུས་ད། ད་འདི་དེ་ནི་རིགས་འདྲ་གི་དབང་དུ་ཟད་པ་ཡིན་ན་དེ་ནི་རྡོ་རྗེའི་རིགས་རེད་དེ་ཡོད་རོ་ད། རྡོ་རྗེའི་རིགས་སུ་གཏོགས་པའི་ལྷ་དེ་སོགས་ཐམས་ཅད་འདྲ་ལ་དེ་ནི་མི་བསྐྱོད་པ་གི་དབུ་རྒྱན་བྱས་ནས་དེ་འདྲ་ཟས་རྒྱག་པ་ཡིན་ན་དེ་ག་རེ་རེད་ཟེར་དུས་ངོ་གཉིས་ལ་ངོ་གཉིས་ཀྱི་རྒྱན་ལྟ་བ་ཟེར་རེད་ཟེར། དེ་ནི་ད་དེ་འགའི་རྒྱང་བཟའ་གི་དབང་དུ་ཟད་པ་ཡིན་ན་དག་རྣམ་ཤེས་དང་ནི་དེ་ནི་ཞེ་སྡང། དེ་རྣམ་པར་དག་པ་གི་ལྷ་རེད་ཟེར། དེས་དེ་ནི་འབྲས་བུ་གི་དབང་དུ་ཟད་པ་ཡིན་ན་རྡོར་གྱི་རིགས་གོ། རྡོར་གྱི་རིགས་ཀྱི་རིགས་ཀྱི་བདག་པོ་དེ་མི་བསྐྱོད་པ་རེད་དེ། དེའི་ཕྱིར་ན་དེ་ནི་མི་བསྐྱོད་པ་གི་དབུ་འབྱིན་བྱ་རྒྱུ་དེ་ངོ་ཉིད་ལ་ངོ་ཉིད་ཀྱི་རྒྱ། དག་ཡང་ན་དེ་ནི་དག་པས་ན་ཉོན་མོངས་པ་གི་དབང་དུ་ཟད་པ་ཡིན་ན་དེ་ནི་སེར་སྣ། དག་དེས་ན་ཡིད་བཞིན་གྱི་དེ་ནི་ཕུང་པོ་གི་དབང་དུ་ཟད་ན་ཚོར་བ།

ད་དེ་མཚུངས་ཀྱི་ཡོ་རོ་དང་མཚུངས་རྒྱུ་དེ་ཞེ་སྡང་རྣམ་པར་དག་པ་མི་བསྐྱོད་པ་ཡིན་པར་མཚོན་པར་ཟད་པ། ཡང་ན་དེ་ནི་རྣམ་ཤེས་ཀྱི་ཕུང་པོ་རྣམ་པར་དག་པ་མི་བསྐྱོད་པ་ངོ་བོ་ཡིན་པ། དང་ངེས་ཀྱི་ན་དཔེར་ན་ངེས་ཀྱི་ཀ་བ་དང་བུམ་པ་ལ་སོགས་པ་དེ་འདྲ་ཟིན་ནས་ཤེས་ཡོང་ན་ཡང་ན་དེ་ནི་དེ་ཁོ་རང་གི་ངོ་བོ་དེ་ནི་སྟོང་ཉིད་སྤྲུལ་པ་ཐམས་ཅད་དུ་བཀྲ་བོ་རང་བཞིན་ལས་མི་འདས་པ་ཟད་བྱེད་ཀྱི་ཡོ་བ་དང་མདོ་སོགས་ཀྱི་དེ་ནི་དབུ་མ་ལ་སོགས་པ་ཤེས་ཡོང་དུ་ད་དེ་དང་རྣམ་པར་འདྲ་གི་ཡོ་རོ་དང། ད་ལྟ་དབྱིན་སྐད་ཀྱི་ཞེ་སྡང་རྣམ་པར་དག་པ་སྟེ། དེ་ནི་ག་རེ་ཟེར་དུ་མི་ཆོག་པ་ངོ་བོ་ཉིད་རེད་ཟེར། དེ་ལྟ་བུ་དེའི་མཚོན་དུ་ནི་དེ་ནི་ཕུང་པོ་རང་རང་སོ་སོ་དེ་ནི་འཚོ་བ་རྣམ་པར་དག་པ། ད་ལྟ་དབྱིན་སྐད་ཀྱི་རིན་ཆེན་འབྱུང་ལྡན་ཟེར་ནས་བཤད་ཀྱི་ཡོད་རེད་བ་དང། དེས་ན་དབྱིན་སྲས་དེ་ནི་དེ་ནི་རོའི་རྒྱན་དང་རོའི་སྔགས་ཕོ་ལྔ་རྣམ་པར་དག་པ་རོའི་སྔགས་ཀྱི་ངོ་བོ་ཉིད་དུ་ཤེས་པར་བྱའོ་ཞེས་ཟེར་དུ་ངོ་བོ་ཉིད་ལ་ངོ་བོ་ཉིད་ཀྱི་རྒྱན་བསྟན་གྱི་ཡོད་རེད་གསུངས་པ་རེད། ད་ལྟའི་སྐྱིལ་སྟོང་པ་རི་ཁྲ་མཚོན་པ་ཡིན་ན་དཔེར་ན་ཞེ་སྡང་རྣམ་པར་དག་པའི་ངོ་བོ་ཉིད་རི་ཁྲོ་མ་ཟེར་རོ་རི་ཁྲོ་མ་དེ་ལྟར་རྡོ་རྗེ་རིགས་ཀྱི་དུ་རུ་ཟེར་དེ་ནི་དག་ལྷ་ཟེ་གུ་རུ་དག་ད་ལྟ་གེགས་ཀྱི་དཔེར་ན་ཞི་ཁྲོ་འདྲ་ཡིན་ན་ཞི་ཁྲོ་ལ་དེ་ནི་རིགས་ལྔ་རིགས་ལྔ་དེ་ལ་དེ་ནི་དཔེར་ན་དེ་ནི་དག་རིགས་ལྔ་རེ་རེ་ལ་དེ་ནི་སེམས་དཔའ་གཉིས་རེ་སེམས་མ་གཉིས་རེ་འདུག་བ་དེ་གི་སེམས་དཔའ་གཉིས་དང་སེམས་མ་གཉིས་དེ་རང་རང་སོ་སོ་གི་དེ་ནི་རིགས་ཀྱི་ཁོངས་སུ་གཏོགས་པ་དེ་འདྲ་ཡིན་གོ་རིགས་དེར་གཏོགས་པ་དེ་ཟེར་དེ་ནི་དེ་ནི་ལྷ་གང་དང་ག་རེ་ཡིན་ན་དེ་ལྷ་དེ་རང་རང་གི་རིགས་ཡོད་རེད་དེ་ནང་བཞིན་ཟེར་ན་དཔེར་ན་སྐྱིལ་སྟོང་གི། དེ་ནས་ད་རྣལ་འབྱོར་མ་བརྒྱད་དང་ཁ་ཅིག་རང་འདོད་ཀྱི། རྣམ་ཤེས་ཀྱི་ངོ་བོ་རྣམ་པར་དག་པ་དེ་རུ་ཁྲོ་མ། རུ་ཁྲོ་མ་ཡིན་གསུང་གི་ཡོད་རུ་ཁྲོ་མ་དེ་རྡོ་རྗེ་རེད། ད་དེ་ལ་མི་སྤྱོད་པ་ཀྱི་རྒྱས་འདེབས་ཀྱང་ཁ་ཅིག་ལ་དེ་ལྟར་ངོ་ཉིད་ཀྱི་ངོ་ཉིད་ཀྱི་རྒྱས་འདེབས་པ་རེད་གསུང་པར། ལུས་ལ་སེམས་ཀྱི་རྒྱས་ཡང་ནི་ཟེར། ད་ལུས་ལ་སེམས་ཀྱི་རྒྱས་འདེབས་པ་སེམས་ལ་ལུས་ཀྱི་རྒྱས་འདེབས་པ། ད་དེ་བཤད་རན། ལུས་ལ་སེམས་ཀྱི་རྒྱས་གདབ་པ་ནི་ལུས་རྟག་པའི་ལྷ་རྣམ་སྣང་གི་རྐྱེན་ལ་སེམས་རྟག་པ་མི་སྤྱོད་པའི་རྒྱས་གདབ་པ་ལྟ་བུའོ་ཟེར། ད་འདི་ག་རེ་འདྲ་ཡིན་དགོས་རེད་ཟེར་ན་ད་ལུས་རྣམ་པར་དག་པ་གི་ལྷག་རྣམ་སྣང་གི་རིགས་ཡིན་ལ་ཟེར་དུས་དེ་ལ་ད་ད་ལྟ་ཡིན་མཁན་གི་ཕུང་པོ་ལྔ་གི་ནང་ནས་གཟུགས་ཀྱི་ཕུང་པོ་རྣམ་པར་དག་པ་སྟེ་རྣམ་པ་སྣ་རྩེ། དེ་ཟེར་བཤད་གི་ཡོད་རེད་བ་ད་ལུས་རྣམ་པར་དག་པ་གི་ངོ་བོ་ཉིད་གི་ལྷག་གང་དང་ག་རེ་ཡིན་དགོས་ན་དེ་སོགས་དེ་རིགས་ལྔ་གི་ནང་ལོགས་ནས་རྣམ་སྣང་གི་རིགས་ཀྱིན་ཟེར་ན་ཆོག་གི་འདུག་དེ་རྒྱན་ཞབས་ཀྱི་རིགས་ཀྱིན་རེད་ཟེར་རེད་ད།

ད་དེ་ལ་ག་རེ་རྫོགས་རེད་ཟེར་དུས་དེ་ལ་ད་ལུས་ལ་སེམས་ཀྱི་རྒྱས་གདབ་པ་རྫོགས་རེད་ཟེར། ལུས་ལ་སེམས་ཀྱི་རྒྱས་གདབ་པ་རྫོགས་བྱེད་ཀྱི་རྒྱུ་མཚན་ག་རེ་རེད་ཟེར་དུས་དེ་ལ་ད་དེ་བཞིན་གཤེགས་པའི་རིགས་ཀྱི་ལྷ་དེ། ལུས་རྣམ་པར་དག་པ་ཟེར་ན་ཆོག་གི་འདུག་གཟུགས་ཕུང་རྣམ་པར་དག་པ་ཡིན་དགོས་རེད་ཕུང་ཕུང་ང་ན་ནི་གཟུགས་ཀྱི་ཕུང་པོ་རྣམ་པར་དག་པ། དེ་ལུས་རེད། མི་བསྐྱོད་པ་དེ་དེ་ནི་རྣམ་ཤེས་རྣམ་པར་དག་པ་ཡིན་དགོས་རེད་རྣམ་ཤེས་རྣམ་པར་དག་པ་ཡིན་དུས་ད་ལུས་རྣམ་པར་དག་པ་གི་ལྷ་གི་རིགས་སུ་གཏོགས་པ་གཅིག་ལ་ཟེར། རྣམ་ཤེས་རྣམ་པར་དག་པ་མི་བསྐྱོད་པ་གི་དབུ་རྒྱན་བཞག་ཁ་ཅིག་རེད།

གཟུགས་ཀྱི་ཕུང་པོ། གཟུགས་ཀྱི་ཕུང་པོ་གི་དེ་ནས་ས་རུལ་གྱི་གཟུགས་ཀྱི་ཕུང་པོ་གི། སྣང་ཆ་ཟེར་ན་ཆོག་གི་འདུག་ས་རུལ་གྱི་སྣང་ཆ་ཐམས་ཅད་ཡོངས་སུ་རྫོགས་པ་དེ་དེ་ནས་རང་གི་སེམས་ཀྱི་རྩ་ལས་གཞན་དུ་མི་འདའ་བ། ཐམས་ཅད་རང་གི་སེམས་ཀྱི་དུ་རུག་ཟེར་ན་རྩ་ལས་བཟུང་བ་ཡིན་པ་དེ་ཤེས་པར་བྱ་བ་ཟེར་དགོས་པ་དེ་མཚོན་གྱི་ཡོད་རེད་ཟེར་ད་ས་རུལ་གྱི་དེ་ནས། ད། གཡོབ་དང་ཁ་དོག་ལ་སོགས་པ་གི་སྣང་ཆ་ཇི་སྙེད་གཡོ་བ་དེ་སོགས་ཐམས་ཅད་ཡོངས་སུ་རྫོགས་པ་དེ་དེ་ནས།

སེམས་ལ་ལུས་ཀྱིས་བརྒྱགས་ན་ཟེར་དང། སེམས་ལ་ལུས་ཀྱིས་བརྒྱགས་ན་སེམས་དག་པོ་ལྷག་མ་སྤྱོད་པར་བསྐྱིང། ད་ལྟ་ང་ངེད་ཀྱི་ལུས་ལ་སེམས་ཀྱི་རྗེས་དག་པ་དེ་ངེད་ཀྱི་སྐྱེ་རྡོར་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་ལུས་རྣམ་པར་དག་པ་ལྷག་དེ་པུཀྐ་སཱི་དང་མགོ་རུ་མ་གཉིས་རེད་ཟེར་བ་དང། ལུས་རྣམ་པར་དག་པའི་ལྷ་སྤུ་ཁ་ཟེར་དང་མགོ་རུ་མ་གཉིས་རེད། དེ་གཉིས་ཀ་དེ་དེར་གྱིན་གཤེགས་པའི་རིགས་ཅན་ཡིན་པ་གང་ཞིག་ལ་ཁོང་གཉིས་ལ་དེ་ནས་མི་བསྐྱོད་པ་གི་དབུ་སྦྱིན་གཡོག་དུས་ད་ལུས་ལ་སེམས་ཀྱི་རྗེས་ད་པ་རེད་གསུངས་རེད་ད་འདི། འདི་གི། ལྕེ་དོར་གི་དེ་ནས་ཆོ་ག་དེ་སོགས་ཀྱི་ནང་ལོགས་ལ་ད་དེ་འདྲ་ཟེར་ནས་ནི་ད་རྗེས་གདབ་རྗེས་གདབ་ལྔ་ཀ་དེ་རོགས་ཟེར་ནས་སྐྱེ་དགུའི་ཆོ་ག་དེ་ལ་ད། རྗེས་གདབ་ཀྱི་སྐབས་སུ་རྗེས་གདབ་ལྔ་ཀ་དེ་འདྲ་ཟེར་ནས་ཚངས་སྤྱོད་ཟེར་ནས་རྗེས་གདབ་ཀྱིན་འདུག་བ། དེ་གསུངས་ཀྱི་ཡོད་རེད།

སེམས་གཡོར་བ་དང་སེམས་དེ་སོགས་ཀྱི་སྣང་ཆ་ཟེར་ན་ཆོག་གོ་འདུག་སེམས་ཀྱི་རྩ་ལས་སོ་རོགས་ཀྱི་དངོས་པོ་སྣ་ཚོགས་པ་དེ་ཚོ་ཐམས་ཅད་དེ་ཕར་འཕྲོ་གི་ཡོད་པ་ཟེར། འོ་དེ་འདྲ་ཅིག་དུ་རོགས་ཟེར་ན་ད་ཤིག་ཤེས་ཀྱི་ཡོད་པ་ད་གང་ལྟར་འདི་འདི་གཉིས་ཀ་དེ་དེ་སོ་དུ་རོགས་ཟེར་ན་གོ་ལྡོག་ཡོད་པ་རེད་མ་གཏོགས་ད་སྣང་བ་དེ་ཚོ་ཐམས་ཅད་དེ་ཚང་མ་དེ་རང་གི་སེམས་ཀྱི་རྩ་ཡིན་པ་སེམས་ཀྱི་སྣང་ཆ་ཡིན་པ་དེ་འདྲ་ཅིག་དུ་རོགས་ཟེར་ན་ཤེས་ཀྱི་ཡོད་རེད་ད། དེ་ཤེས་དེ་ན་དེ་ནི་སེམས་ལ་ལུས་ཀྱི་རྗེས་བལྟ་ན་ལུས་ལ་སེམས་ཀྱི་རྗེས་བལྟ་ན་ད་དེ་དོ་དོང་དང་གོ་བ་དེ་དེ་སྟོང་གི་ཡོད་རེད་ཟེར།

དང་དེ་འབྲས་བུ་ལ་རྒྱུ་ཡི་རྗེས་ཟླ་བ་ཟེར་གྱི་དེ་འདྲ་ཁ་ཅིག་ན། དང་དེ་ཉོན་མོངས་ཀྱི་དབང་དུ་ཟད་པ་ཡིན་ན་ཟེར། ཉོན་མོངས་ཀྱི་དབང་དུ་ཟད་པ་ཡིན་ན། དང། འདི་ན། དོན་ཡོད་གྲུབ་པ་དེ་ཕྲ་རྡོག་རྣམ་པར་དག་པ་གི་ལྷག་དང་འོག་པ་མེད་དེ། དེ་ནི་འདོགས་ཆ་རྣམ་པར་དག་པ་གི་ལྷག་ཡིན་གོ། དེའི་མཚུངས་དེ་ནི་དེ་ནི་འོག་པ་མེད་དེ་ཟེར་ན་དག་སོང་དཔེ་མི་རགས་རུ་བ་དག་དཔེ་མི་རགས་ཀྱི་བདག་པོ་རུ་བ། དེ་ཡིན་དུས་དཔེ་མི་རགས་སུ་གཏོགས་པ་གི་ལྷག་ཇི་སྙེད་ཡོད་པ་དེ་སོགས་ཐམས་ཅད་ཆ་ཚང་སྟེ་དེ་ནི་འདོད་ཆགས་རྣམ་པར་དག་པ་ལྷ་ཡིན་གྱི། དེ་ནི་དོན་གྲུབ་པར་སྐྱེ་འགག་ལྷག། ཇི་སྙེད་ཡོད་པ་དེ་སོགས་ཚང་མ་སྟེ། ཕྲ་དོག་རྣམ་པར་དག་པ་ཀྱི་ལྷ་ཡིན་གྱི། དེ་ཡིན་དུས་ད་ཕྲ་དོག་ཟེར་གྱི་སྟེ། ཁོ་རང་ཉོན་མོངས་ཀྱི་དབང་དུ་བྱས་པ་ཡིན་ན་འདོད་ཆགས་ཀྱི་འབྲས་བུ་རེད་གསུང་བ་རེད་དཱ། འདོད་ཆགས་ཡོད་པ་དེ་ལ་རྟིང་འདེད་ན་དེ་ནི་དེ་གི་ད་ཕྲ་དོག་ཅིག་ཡིན་གྱི། དེ་ཡིན་དུས་དེ་ལ་ད།

ཡར་སྐོར་བ་འདོད་ཆགས་རྣམ་པར་དག་པ་ལྷག་སྟེ་འོག་དཔག་མེད་ཀྱི་རིགས་ཀྱིས་ན་ཟེར། འབྲས་བུ་སེམས་སྣ་བརྟགས་པ་རིན་འབྱུང་གི་རྒྱས་གདབ་པ་ལྟ་བུ་གསུངས་འདུག་དང། ན་ནི་སེམས་སྣ་གསུངས་འདུག་འོ་ད་དེ་ཏག་ཏག་རེད་དང་འདོད་ཆགས་དང་སེམས་སྣ་གཉིས་རེད་དང་འདོད་ཆགས་དེ་སེམས་སྣ་གཉིས། འདོད་ཆགས་ཀྱིས་རྒྱུ་བསལ་ཏེ་ན་འབྲས་བུ་སེམས་སྣ་འབྱུང་གི་ཡོད་རེད་ཟེར་དང།

ཉོན་མོངས་པའི་དབང་དུ་ཟད་པ་ཡིན་ན་གཏི་མུག་རྣམ་པར་དག་པ་དང། དེ་ནས་དེས་ན་ཡིད་བཞིན་གྱི་ཕུང་པོ་ངག་གི་དབང་དུ་ཟད་པ་ཡིན་ན་དེ་ནི་གཟུགས་ཀྱི་ཕུང་པོ་རྣམ་པར་དག་པ་རེད་དོ། དེ་ཡང་དུས་དེ་ལ་དེ་ནི་ད་པུ་ཀ་སི་དེ་ལ་རྣམ་པར་སྣང་མཛད་ཀྱི་རྗེས་ཟློས་པ་ལ། ད་བྱེད་ཀྱི་འདི་ནི་མ་སོང་དུས་དེ་ལ་དེ་ནི་པུ་ཀ་སི་ལ་མི་བསྐྱོད་པ་གི་རྗེས་ཟློས་ཀྱིས་གསུངས་ཏོ། ད་དེ་ག་རེ་རེད་ཟེར་དུས་དེ་ལ་དེ་ནི་སངས་རྒྱས་བྱུང་དེ་ནི་གི་དེའོ། ད་ལུས་ལ་དེ་ནི་སེམས་ཀྱི་རྗེས་ཟློས་པ་གཟུགས་རེད་གསུངས་དུས་ནི་ད་མ་དེ་འདྲ་ཞིག་གསུངས་རྒྱུ་ད་དེ་འདྲ་ཟེར་དུས་ནི་མ་རེད་ཅེས་དུ་གསུངས་ཡོད།

རྡོ་རྗེ་སྙིང་འདྲེགས་ཀྱི་ལོང་སྟེགས་ཀྱི་ནང་ན་རིགས་ཀྱི་སྲིད་པས་རྒྱས་གདབ་ཀྱང་སྲིད་པའི་རིགས་ལ་རྒྱས་གདབ་པ་གསུངས་པ་དེ་ལྟར་ར་སྟེ་རིགས་དང་རིགས་ཅན་ཕན་ཚུན་རྒྱས་གདབ་དེ་ལ་གསུངས་ཏོ། རིགས་དང་རིགས་ཅན་གཉིས་ཀ་ཕན་ཚུན་རྒྱས་གདབ་ད་སྟེ་རིགས་ལ་རིགས་ཀྱིས་ལ་རིགས་ཀྱིས་རྒྱས་གདབ་པ་དེ་མང་པོ་ཡོད་རེ་ད་ལྟ་གོང་དུ་ངོ་བོ་ཉིད་ལ་ངོ་བོ་ཉིད་རྒྱས་གདབ་པ་དེ་སོགས་ཐམས་ཅད་དེ་རིགས་ཀྱིས་ལ་རིགས་ཀྱིས་རྒྱས་གདབ་པ་ད་ལྟ་ཚང་མ་མང་ཆེ་ཤོས་དེ་དོན་དུ་གྱུར་རོ། ཡིན་ན་དེ་ནི། ད་དཔེར་ན་མི་བསྐྱོད་པ་ལ།

དེ་ནས་ཡང་ཅིག་དུས་འཁོར་གྱི་སོགས་སུ་དེ་འདྲ་ཡོད་ན་སྲིད་པར་བ་དག་དེ་གི་དུས་འཁོར་གྱི་ཁོང་ཅིག་དྲང། དེ་ནས་འདི་དྲང་དེ་འདྲ་ཟེར་ཡག་པ་འདུག་ཡོང་ག་ཤེད་ཀྱི་ནང་ལོགས་ལ་དུས་འཁོར་གྱི་ཡོང་དྲང་དེ་ནས་འདི་གཉིས་ཀ་དྲང་འདུག་ད་སྤྱི་དང་ནི་རྡོ་རྗེ་སྙིང་འདྲེར་ཟེར། དེ་ནས་ཀྱེ་རྡོ་རྗེ་གི་འདྲེ་བ་ལ་དེ་ནས་ད་ཐ་སྙད་དེ་སོགས་དང་ནི་ཤེད་དང་དེ་སོགས་ཐམས་ཅད་དེ་དུས་འཁོར་ལྟར་དུ་ཟེར་ཡག་པ་དེ་འདྲ་ཅིག་ཡིན་གསུངས་འདུག་བ།

སྟེ་གསུངས་པ་རེད་ད། ས་བརྒྱ་རྟགས་དང་མཚན་མ་སྟེ། ད་རྒྱས་འདེབས་ཟེར་རྒྱུ་དེ་དེ་ནི་ས་བརྒྱའི་རྒྱས་འདེབས་པ་དང་དེ་ནི་རྟགས་དང་མཚན་མའི་རྒྱས་འདེབས་པ་ཟེར་ན་ད་དེ་གཅིག་པ་རེད། དེ་ནི་དཔེ་རུ་ཆ་མཚོན་པ་ཡིན་ན་ད་འགའི་གི་མི་ལྕོགས་པར་གི་དུ་རུག་སོང་ན་དབུ་རྒྱན་བཞག་པ་ཡིན་ན། ལྷ་གཅིག་དུ་རུག་སོང་ན་དབུ་རྒྱན་ལ་རིགས་ཀྱི་བདག་པོ་ལ་མི་ལྕོགས་པའི་དབུ་རྒྱན་པ་ཡིན་ན། དེ་དབུ་རྒྱན་དེ་ལ་དེ་ནི་མི་ལྕོགས་པ་ཡོད་ཀྱི་དེའི་ག་རེ་མཚོན་དགོས་ཡོད་རེད་ཟེར་ན།

ད་དེ་འདྲ་འདྲ་གི་སྒོ་ནས་གང་ལྟར་དེ་ནི་འདི་ན་རི་དྭགས་ཀྱི་རྗེས་འདེད་པ་དེ་དེ་ནི་ས་རྒྱ་དང་དེ་ནི་སྟག་དང་ཚིག་མ་བཏགས་པ་རེད་ཟེར་རང་རང་སོ་སོ་གི་ནང་ན་དེ་ནི་ཀྱི་མ་སྟག་འདྲ་རི་རྒྱ་རྒྱུ་ཡོད་རུང་བ་དེ་ནི་ས་རྒྱ་ཟེར་གྱི་དེ་ཀྱི་སྟངས་ནི་དེ་ལས་མི་འདའ་བ། དེ་འདྲ་ཅིག་དུ་རུང་སོང་ནས་ད་མཚུངས་གི་ཡོད་རུང་བ་དེ་འདྲ་ཅིག་རེད་ཟེར། འདི་ཡིན་འདི་ནི་རབ་ནི་མཚོན་པར་ཟག་ཟེར་སྤྱི་དང་མང་ཆེ་ཤོས་ནང་ཁ་ཁྱེར་བ་དག་དཀྱིལ་འཁོར་གྱི་ཆོ་ག་དག་སོགས་ཐམས་ཅད་ཀྱི་ནང་ནས་མང་ཆེ་ཤོས་ལ་དག་དེའི་ངོ་བོ་ཉིད་ལ་ངོ་བོ་ཉིད་ཀྱི་རྒྱས་འདེབས་དེ་རྐྱང་རྐྱང་ཡིན་དགོས་ཡོད་རེད། རིགས་མཆོག་མགོན་པོ་སྦྱོར་བ་ལ་དངོས་གྲུབ་མེད་ཀྱང་སྒྲུབ་ཕོག་མེད་ཟེར་རེད་འཁྱོར་དེ་ནི། ད་ལྟ་དང། གོང་དུ་ཞུས་པ་ནང་བཞིན་ཅིང་གི་སྤྱི་ཡོངས་ཀྱི་རྒྱུད་སྡེ་ཐམས་ཅད་ཀྱི་ནང་ན་དེ་ནི་རྒྱས་འདེབས་དེ་ལ་རྒྱས་འདེབས་རྣམ་པ་ལྔ་གསུངས་དགོས་ཡོད་རེད། ངོ་བོ་ཉིད་ལ་ངོ་བོ་ཉིད་རྒྱས་འདེབས་པ།

ན། དུས་ཀྱི་འཁོར་ལོ་གི་ལོག་ལྟ་དུ་ཟད་པ་ཡིན་ན་དེ་ནི་སྤྲུལ་སྐུའི་རྣམ་པ་ཅན་གྱི་འོད་འབྱིན་པ་དེ་འདྲ་ཡོད་རེད་གསུང་བ་རེད་དང། རིག་སྔགས་སྤྲུལ་སྐུ་གི་རྣམ་པ་ཅན་ཡོད་རེད་བ་ད་སྤྲུལ་སྐུའི་རྣམ་པ་ཅན་ཟེར་ན་དེ་ནི། སྤྲུལ་སྐུའི་ཆགས་བྲལ་བས་ན་དེ་ནི། ཆོས་སྐུ་ནམ་བསམ་ལ་སོགས་པ་རྣ་ལྟོ་མོ་དེ་འདྲར་བ་དེ་འདྲའི་སྐུ་དེ་ནི་འོད་འབྱིན་ཡོད་པ་དེ་འདྲ་ཡོད་རེད་གསུང་རེད། དེ་ཟེར་དུས་ད་དེ་སོགས་དེ། གཙོ་བོ་དེ་ནི་ཁྱོད་བ་རང་རང་སོ་སོ་གི་སྐབས་དང་འབྲེལ་དེ་ནི་དེ་འདྲ་སེམས་ཤེས་དགོས་ཀྱི་ཡོད་ར།

དབང་བསྐུར་ཞིང་རྗེས་གདབ་པ་དེ་ཀ། སོ་སོ་ཀ་དེ་ནི་རོ་བརྒྱད་དག། བཟི་བ་དེ་ནི་མ་སྐྱིད་དེ་ནི་སྐྱིད་ཚ་དྲོད་བརྟས་པ་དེ་ནི་ཡར་ནར་སོང་དེ་ནི་དེ་ནི་ཕ་ཡི་རིགས་དང་གོ་ས་ལ་དབང་བ་ལས་དང་ཕ་གི་ལས་ག་རེ་ཡིན་པ་དེ་ལས་རྒྱུ་ལ་དབང་བ་དང་ཕ་གི་དེ་ནི་རིགས་གང་སྟོབས་པ་དེ་གི་རིགས་འཛིན་པ་ལ་དབང་བ་དེ་འདྲ་ཟེར་བ་དེ་དེ་རུ་སོང་ནས་དག། རྒྱང་ཟ་དེ་དང་དེ་རུ་སོང་ནས་རྣམ་པ་འདྲ་བོའི། བདག་བདུད་རྩི་མྱང་བ་རེ་བདུད་རྩི་མྱང་བ་དེ་འདྲ་འགའ་ཅི་རེ་ད། ད་དེ་ནི་ཡང་ནར་སོང་དེ་ནི་དེ་ནི། ད་དབང་པོ་ཐམས་ཅད་ཡོད་ལ་བར་དོ་རུག་ཟེར་ནས་དེ་གཞན་གྱི་སྲིད་པ་ལ་སོགས་པ་དེ་འདྲ་འཕེལ་རུ་བསྒོ་ནས་དེ་ནི་ད། ཡོར་གྱི་དེ་ནི་ད་འདོད་ཡོན་རྫས་ནི་དེ་སོགས་ཐམས་ཅད་ལ་དེ་ནི་རོ་མྱོང་བར་སྲེད་པ་ཡོད་པ། ངོ་དེ་དང་རུག་ཟེར་ནས་ད་མཚུངས་ཀྱི་ཡོ་རེ་སོང་བ་རེ་དེ་དང་རྣམ་པ་འདྲ་ཡོ་རེ་ཟེར་ད། ངོ་ཁ་ཚང་གི་ག་རེ་ཤེས་རེ་ཟེར་དུས་དེ་ལ་དེ་ནི་འདི་ཅི་རམ་དེ། དེ་ནི།

ནང་ཆོས་བཟང་ལབ་ཟེར་དེ་ནི་ནང་ཆོས་བཟང་ལབ་ཟེར་དེ་ནི་དེ་ནི། ཐོག་མར་དེ་ནི་བླ་མ་བརྒྱུད་པ་རིམ་པ་རྣལ་བཟུང་དང་དཀྱིལ་འཁོར་པ་དང་ཆོས་སྐྱོང་གི་ཚོགས་དང་བཅས་པ་ཐམས་ཅད་ལ་དེ་ནི་མཐེབ་སྲིན་སྦྱར་དེ་ནི་ད་ལྟར་གྱི་དེ་ནི་བདུད་རྩི་མཆོད། བདུད་རྩི་མཆོད་དེ་ནི་དེ་ནི་གཙོ་འཁོར་ཐམས་ཅད་ཀྱི་དེ་ནི་རྒྱ། དེ་ནི་བཅས་ཡོད་རེད་བ་བཅས་ཀྱི་རྩེ་མོ་ལ་དེ་ནི་རྡོར་གྱི་ནལ་འབྲུ་ཙམ་གྱི་སྒོང་སྒོ་གསུམ་ཡོད་རེད་ད་དེ་བཅས་རྡོར་གྱི། བཅས་རྡོར་གྱི་ཁྲིའི་ཚོགས་ཐམས་ཅད་ལ་རྒྱ་ཀྱི་རྩེ་མོ་ལ་རྡོར་གྱི་ནལ་གྱི་འབྲུ་ཙམ་སྒོང་དེ་ནི་དེ་ལས་འོད་ཟེར་སྦུག་གི་རྣམ་པ་ཅན་དེ་རོ་སོ་ནི་མ་འཁྲུལ་དེ་ནི།

བསམ་གྱིས་མི་ཁྱབ་པ་ཏུ་རུ་སོ་ནི་མང་པོ་སྤྲུལ་དེ་ནི་དུར་ཚོགས་ཐམས་ཅད་ཀྱི་མཆོད་རྫས་དུ་སོ་ཡ་ཐོག་དེ་ནི་དེ་ནི་བདག་དང་དཀྱིལ་འཁོར་གྱི་ལྷ་ཚོགས་ཐམས་ཅད་ལ་ཏུ་རུ་སོ་ནི་མཆོད་པ་ཕུལ་ཏེ་གསང་བ་ནི་ལ་དམ་པས་ཟིན་ན་དགོན་དགུ་གོ་རེ་གསུངས་པའི་དང། དེ་རེ་དེ་ནི་བསྟོད་པ་རེ་བདག་བསྟོད་པ་དེ་ནི་བདག་དེ་འདྲ་གི་གང་ཟག་དེ་ཡང་ནར་གསུངས་དེ་ནི་བདག་དེས་ཁོ་རང་གི་ལས་ཀ་བསགས་བ་འདྲ་མིན་མང་པོ་ཅིག་འགྲུབ་དེ་འདྲ་ཟེར་དུས་དེ་ལ་དེ་ནི་མི་ཐམས་ཅད་ཀྱི་དག་ཁོ་རང་ལ་ནི་བསྔགས་པ་བརྗོད་པ་དང་བསྟོད་པ་བསད་པ་དང་དེ་སོགས་ལ་སོགས་པ་བསད་པ་དེ། དེ་དང་རྣམ་པར་འདྲ་གི་ཡོད་རེད་ཟེར་རེ་དོགས་པ་དེ། དེ་འདི་ལྟར་བསྒོམ་དུས་ག་རེ་བསྒོམ་དགོས་རེད་ཟེར་ན་དང་མཆོད་པ་ཕུལ་ཚར་ནས་མཆོད་པ་ཟས་པའི་སྐབས་དེ་ནས་ལྷ་མོ་ཏི་སོགས་ཐམས་ཅད་ཀྱི། དེ་ནས་དཀྱིལ་འཁོར་གྱི་ལྷ་ཚོགས་ཐམས་ཅད་ཀྱི། ཡོན་ཏན་བརྗོད་པའི་སྒོ་ནས་སྙིང་པོའི་དབྱངས་ཀྱི་གླུ་ལེན་པ། ད་དེ་འདྲ་ཟེར་གི་སྒོ་ནས་དེ་ནས་ད་ཡང་དཀྱིལ་འཁོར་གྱི་ལྷ་ལ་བསྟོད་པ་ཟེར་གི་ཡོད་པ་དེ་མཚུངས་དེ་ལྟར་རོ་ཟེར་ནས་ད། བསྟོད་པ་ཟས་བཅུ་བསྒོམ་སྟངས་དེ་དེ་འདྲ་ཟེར་ནས་བསྒོམ་དགོས་ཡོད་རེད་གསུངས་རེད་ད་ཏི་སོགས་ཐམས་ཅད་ལ་རེ་རེ་བཞིན་དུ་དེ་ནས། ད་དཔེར་ན།

ཐམས་ཅད་ཀྱང་ཁྱོད་བཟང་ཁྱོད་བཟོད་དང་ཁྱོད་འཕགས་ན་སྐྱེ་མེད་སྟོང་པ་ཉིད་དུ་ཤི་བས་ཤི་བས་ཟ་བ་ཡིན་ལ་ཟེར་རོ། ད་དེ་དུ་འཆོས་པ་ཡིན་ན་འདྲ་ལྟོས་པ་ཡིན་ན་འདྲ་ཐ་མ་དེ་འཁོར་གསུམ་རྣམ་པར་དག་པའི་ངོ་བོ་ལ་དོན་ནོ་ཟེར་ན་ད་ཤི་བའི་སྒོ་ནི་འཆོས་པ་ཟད་དགོས་རེད་ཟེར་ན་ཁྱོད་བཟང་ཁྱོད་བཟོད་འཆོས་ཡོར་ཐམས་ཅད་དང་སྟོང་ཉིད་སྤྲུལ་པ་ཐམས་ཅད་དང་བྲལ་བ་རང་བཞིན་ལས་མ་འདས་པ་དང། དེས་ན་གཞི་རྐྱེན་གྱི་ལྟོས་ཟ་ལྟོས་ཟད་ལྟོས་ཡོར་ཐམས་ཅད་ཀྱང་ན་སྟོང་ཉིད་སྤྲུལ་པ་ཐམས་ཅད་དང་བྲལ་བ་རང་བཞིན་ལས་མ་འདས་པ་གི།

དགུ་པ་ནི་འདོད་ཡོན་གྱི་དངོས་པོ་ལ་སོགས་པའི་སྤྱོད་ཡུལ་ཐམས་ཅད་ཟག་མེད་བདེ་སྟོང་གི་རྣམ་རོལ་དུ་ཤེས་པའི་ཆེད་ཡིན་པར་བཤད་དོ་ཟེར་རེ་ད། དེ་ལྟར་དུ་མཆོད་པ་བསད་གཅོད་དེ་གའི་ག་རེ་མཚོན་དགོས་ཡོད་རེ་ཟེར་ན་ད། སོ་རོལ་གྱི་དངོས་པོ་འདོད་ཡོན་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་དོན་གྲུབ་ཀྱི་ལོངས་སྤྱོད་ཐམས་ཅད་དེ་ནི་ཟག་པ་མེད་པའི་བདེ་སྟོང་གི་རོལ་བ་མདོར་ན་དེ་ནི་སྣང་བ་དང། དེ་ནས་སོ་རོལ་གྱི་ཡོར་གྱི་སྣང་བ་ཇི་སྙེད་ཡོད་པ་དེ་སོགས་ཐམས་ཅད་ཀྱི་བདེ་བ་ཆེན་པོའི་རང་བཞིན་ལས་མ་འདས་པ་ལོངས་སྤྱོད་དགོས་ཡོད་པ་དེ་འདྲ་ཅིག་རེད་ཟེར་རེ་ད། བདེ་བ་བཅིངས་པ་རང་བཞིན་ལ་མ་ལས་པ། དེ་འདྲ་ཅིག་དུ་རོགས་སོང་ནས་ཤི་བ་ཟད་དོ་ཡིན་ཟེར་བ་དང་ས་རོག་གི་ཡོ་བྱད་དངོས་པོ་ཇི་སྙེད་ཡོད་པ་དེ་ཚོ་ཐམས་ཅད་ཀྱང་དེ་ནི་རང་གི་དེ་ནི་སེམས་བདེ་བ་ཆེན་པོ་གི་ཡེ་ཤེས་ཀྱི་རྩ་ལས་སོང་བ་ཡིན་པ་དེ་ཡང་ཐམས་ཅད་བདེ་བ་ཆེན་པོའི་ཡེ་ཤེས་ཀྱི་རང་བཞིན་ལས་མ་འདས་པ་ཡིན་པ་དང་དེ་འདྲ་ཅིག་གི་ངོ་བོ་ཉིད་དུ་ཤི་བ་ཟ་བ་གི་ཟད་དོ། ད་དེ་གི་མཆོད་བསྟོད་ལ་སོགས་པ་དེ་ཚོ་ཐམས་ཅད་དེ་ཤེས་པ་རེ་ཟུང་བ་ཞི་བའི་ཆེད་དུ་ཡིན་པར་བཤད་དོ་ཟེར།